འཛམ་གླིང་གང་སར་བཞུགས་པའི་བོད་ཀྱི་སྐད་ཡིག་ལོ་རྒྱུས་རྒྱལ་རབས་ལ་དོ་སྣང་གནང་མཁན་ཚོ་ལ་རྡོར་རྗེ་གླིང་ནས་སྔ་དྲོ་དེ་ལས་ཞུ་གི་ཡོད། ཚེ་རིང་གཡང་སྐྱར། རྡོར་གླིང་དབུས་གཞུང་གི་རྡོར་གླིང་དབུས་གཞུང་གི་སློབ་གྲྭའི། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ལ in nineteen sixties སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ལ in nineteen sixties གནས་ཚུལ་ག་འདྲས་ཡོད་མེད་ཀྱི་སྐོར་ལ་ཨ་ནེ་རྒན་ནོར་བུ་ཆོས་འཕེལ་ལགས་ཀྱིས་ལྗགས་རྩོམ་གནང་པའི་བརྩམས་ཡིག་ཅིག་ཀློག་ནས་ད་དེ་རིང་ཉི་མ་གསུམ་པ།

ཁྱིམ་གྱི་མར་པ་འདི་འདྲའི་ཡིན་པ་སོང་ཚ་ངས། ད་སྒོ་ནས་མགྱོགས་པོ་མགྱོགས་པོ་ཐེངས་གཅིག་ཀློག་གོ། རེ་བ། རྡོར་གླིང་བཙན་བྱོལ་བོད་ཀྱི་སློབ་གྲྭ་དང་ཐོག་ཚུགས་སྐབས་ཀྱི་གནས་ཚུལ་ལ་ཕྱི་མིག་ཡུད་ཙམ་ལྟ་བ། ཕྱི་མིག་ཡུད་ཙམ་ལྟ་བ། ད་འདི་རྒན་ནོར་བུ་ཆུང་བལ་ལགས་ཀྱིས། ལྗགས་རྩོམ་གནང་བའི་བརྩམས་ཡིག་ཅིག་རེད། ད་འདི་ནས་འགོ་ཚུགས་ཡོར་ད། དགེ་ཟུར་ཟེར་ན་དགེ་རྒན་ཟུར་པ་ཟུར་པ་ཟེར་ན Retired Teacher ཁྲི་ཞབས་ནོར་བུ་ཆོས་འཕེལ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ཉིན། རྡོར་གླིང་དབུས་བོད་མིའི་གཏན་སློབ་ཁང་གི་སློབ་ཟུར་ཚོགས་པའི་ཚོགས་གཙོ་ངག་དབང་བསྟན་འཛིན་རྒྱ་མཚོ་ལགས་ཆེད་ཕེབས་ཀྱིས་རིང་མིན་ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བ་བཅུ་པའི་ནང་རྡོར་གླིང་སློབ་གྲྭ་ཚུགས་ནས། ལོ་ངོ་ལྔ་བཅུ་ཙམ། ལོ་ངོ་ལྔ་བཅུ་ཐམ་པ། འཁོར་བའི་དུས་དྲན་ཞིག་གནང། གཏན་འཁེལ་བའི་དྲན་དེ་སྐབས་ཀྱི་དགེ་རྒན་གྲས་ཤིག་ཡིན་པར་གྲས་ཤིག་ཡིན་པར་བརྟེན because I was one of the teacher། པར་བརྟེན་སྤི་ཀ་སི་རང་གི་མྱོང་ཚོར་ལོ་རྒྱུས་ཤོག་ལྷེ་བཞི་ཙམ་ཡོད་པ་ཞིག་བྲིས་རྩོམ་དགོས་ལུགས་ཟེར་ན About རེད་དགོས་པའི་སྐོར་ལ་གསུངས་བྱུང་དགུའི་ཟེར་ན་ང་རེད།

གལ་སྲིད་བོད་སྐད་མཁྱེན་མཁན་ཡོད་ན། དེའི་ནང་ལ་ལྟ་ག་རེ་ཡོད་རེད་ཟེར་ན་ཚིག་བསྡུས་མང་པོ་རེད། Abbreviations། མང་པོ་ཡོད་རེད། ཁྱེད་རང་ནམ་ཞག་རྒྱུན་དུ་ནས་བོད་ཡིག་ཀློག་ཡག་གོམས་གཤིས་མེད་ན། ཨ་ནི། ལོ་ཤས་ཟེར་ན་དོན་དག་མཁྱེན་གི་མ་རེད། ལོ་ཤས་ཟེར་ན་ལོ་ཁ་ཤས། ལོ་ཁ་ཤས་ནང། ལོ་ཁ་ཤས་ནང། འཁྱོག་བཤད་འུར་སྒྲའི།

སྐྱབས་མགོན་ཆེན་པོ་མཆོག་ལ་སྤྱན་ཞུར་ཕུལ་ཏེ་བཀའ་བློན་སྒོ་ཆེན་བསོད་རྩལ་གྱིས་དཔར་འགྲེམས་ཞུས་པའི་དེབ་དཔར་འགྲེམས་ཞུས་པའི་དེབ་གཅིག། སྔོན་ཕུལ་ཟིན་གདའ། དཔེ་ཆ་འདི་འདྲ་ཀློག་པའི་སྐབས་ལ་ཡང་ན་བོད་ཡིག་ཀློག་པའི་སྐབས་ལ་ཟ་ཀི་ཀོ་ཟིན་ན་ཟིན་ཡོད་ན་ཚར་རེད་དཔེར་ན་ལས་ཀ་བྱེད་ཚར་ཚར་དང་གཅིག་པ་རེད། སྔོན་མ་ཕུལ་ཚར་བར། ཐུགས་ཞིབ་ཀྱིས་པར་རིགས་དང། ལོ་རྒྱུས་ཁ་སྐོང་སོགས་ཐུགས་ཕན་གང་གསོས། པར་འདེབས་སམ། ད་ཐུགས་ཕན་གང་གསོས། ག་ང་གང། ག་ང་གང་ད་དམ་ཚེ་ངའི་ཡུལ་མི་སློབ་ཕྲུག་ཚོས།

ཚིག་བརྗོད་སོགས་གང་འོས་གནང་འཐུས་ཆོག་རྒྱུ། ད་ང་ཚོ་དེ་རིང་འདི་ནས་ཀློག་དགོས་རེད་བསམ་གྱི་འདུག། ར་རྩ་རྟ་རྩ་བ་ཨ་ཁི་གུ་ཡི་བའི་རྩ་བའི་རྩ་བའི་ང་ཚོ་འཕེལ་རྒྱས་ལ་ཡང་མང་པོ་བེད་སྤྱོད་བྱེད་ཀྱི་ཡོད་རེད། རྩ་བའི་ཟེར་ན། Basically།

ནམ་བཞག་རྒྱུན་དུ་ནས་བོད་ཡིག་སློབ་མ་གནང་ན། ཨ་ནི་འདི་མཁྱེན་ཉར་དཔེ་མི་སྲིད་ཀ་ལས་ཁག་པོ་ཡོད་རེད། ད་དེ་ནམ་བཞག་རྒྱུན་དུ་ནས་སློ་ཡག་གོམས་གཤིས་ཡོད་ན། སློབ་གྲྭའི་དགེ་རྒན་སློབ་གྲྭའི་དགེ་རྒན་སློབ་དགེ་ཟེར་ན་སློབ་གྲྭའི་དགེ་རྒན School གོ། Guru། ར་ན་ཏཱ་ན་མ་ས་རྣམས་ཚོ་སློབ་གྲྭའི་དགེ་རྒན་ཚོ།

ད་ལྟའི་ལོ་རྒྱུས་རུ་པདྨ་དབུས་གཞུང་སློབ་གྲྭའི་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ཀྱི་ལོ་རྒྱུས་རུ་པ་དེ་ལོ་རྒྱུས་འདིའི་གསན་པའི་སྐབས་ལ། ཞོར་ལ་ཁྱེད་རང་ཚོས་ར་ན་ད་ན་མ་ས་རྣམས་ཟེར་ན་མང་ཚིག་ཚོ་ང་ཚོ་ཁོང་ཚོ་ཁྱེད་རང་ཚོ་འདི་ཡིན་པ་མཁྱེན་དགོས་ཀྱི་ཡོད་རེད། ད་ཁྱེད་རང་ཚོས་འདི་འདྲའི། བོད་པ་མང་པོ་གཅིག་གིས་དཔེ་ཆ་དེ་ཀློག་ཡག་ལ་དུས་ཚོད་མང་པོ་ཞེ་དྲག་བཏང་གནང་གི་འདུག་ག་ཡག་པོ་ཞེ་དྲག་རེད། དེ་དང་མཉམ་དུ་དོན་དག་མཁྱེན་ན། ར་ན་ད་ན་མ་ས་གནམ་མཐོང་པ་དང་ད་ག་འདི་ཚོ་རེད་སློབ་ཕྲུག་ཚོ་རེད་ཟེར་འདི་འདྲ་མཁྱེན་པ་ཡིན་ན་ད་དུང་ཡག་ག་ཡོད་རེད། དཔེ་ཆའི་ནང་ལ་ག་རེ་བྲིས་ཡོད་པ་དེ་ཁྱེད་རང་ཚོས་ཀློག་འདོན་བྱས་པ་ཡག་པོ་ཞེ་དྲག་རེད་དེ་འདིའི་ནང་གི་དོན་དག་མ་མཁྱེན་ན་ཨ་ནི་ནེ་ཚོས་ཨོ་མ་ནི་པེ་པེན་ཨོ་ལབ་པ་དང་གཅིག་པ་མ་རེད་བས། བྱས་ཙང་ད་ངས་དེ་ག་རེ་ཞུ་གོ་རེད། ཚང་མས་བོད་ཡིག་ང་ཡང་སྔོན་མ་བོད་ཡིག་སྐྱོ་པོ་ཞེ་དྲག་ཡོད་ད། ཡིན་ནས་ད་མ་འཇུ་ཤྲི་ལ་དགེ་རྒན་གྱིས། འགན་འཁྱེར་བ་ནས་བྱས། སོ་སོ་རང་གྲ་སྒྲིག་བྱེད་དགོས་ཀྱི་ཡོད་རེད་པ། སོ་སོ་རང་གིས་ཐབས་ཤེས་བྱེད་དུས། བོད་ཡིག་དཀའ་ལས་ཁག་པོ་མི་འདུག་ཡག་པོ་བྱས་ནས་ཉམས་ཞིབ་བྱས་པས་ཡིན་ན། བོད་ཡིག་རྩ་བ་ནས་དཀའ་ལས་ཁག་པོ་མི་འདུག། བྱས་ཙང་ད་ངས་ཁྱེད་རང་ཚོ་ལ། ཧོབ་དེ་ག་ལ་འདི་ག་ཚིག་ཚང་མ་ཤེས་ཀྱི་རེད། ཞུ་ཐུབ་ཡ་ཡོད་མ་རེད་དེ་ཉིན་མ་གཅིག་ལ་ར་ན་ཏར་ནག་མ་ས་གནམ་ཟེར་ན་ཚོ་རེད། ད་ག་ནང་བཞིན། བློ་བརྒྱད་རྣམས་ཨ་ལས་དེ་འདྲ་ཚིག་བསྡུས། དཔེར་ན་ང་ཚོས་ཚེ་རིང་རྡོར་ཅེས་ན་ཚེ་རྡོར་ལབ་གི་འདུག་ག། འདི་ནང་བཞིན་ཚིག་བསྡུས་མང་པོ་འདུག་བསམ་ནས་མཁྱེན་དགོས་ཀྱི་ཡོད་རེད། སློབ་གྲྭའི་དགེ་རྒན་ཚོ། དེ་འདྲ། ཉིན་མ་གཅིག་ལ་ཚིག་གཉིས་གསུམ་དེ་འདྲ་སྦྱངས་གནང་པ་ཡིན་ན། དེ་ཚོའི་དོན་དག་མཁྱེན་པ་ཡིན་ན། ཨ་ནི་མ་འོངས་པ་ལ་དཔེ་ཆ་གཞན་དག་ཀློག་པའི་སྐབས་ལ་ཡང་དོན་དག་ཆ་ཚང་མཁྱེན་གྱི་རེད་པ། སྔོན་མ་ང་ཚོ་ཆུང་ཆུང་ཡིན་པའི་སྐབས་ལ། ང་དེ་དུས་འཛིན་གྲྭ་ལྔ་པ། འཛིན་གྲྭ་ལྔ་པ་ལ། འཛིན་གྲྭ་ལྔ་པ་ལ་རེད། ཨ་ནི་དགེ་རྒན་སིར་ཆེ་ཆེ་ཐྲི་ཟེར་གྱི་ཡོད་རེད། ཁོ་རང་མི་སེམས་བཟང་པོ་ཞེ་དྲག་གཤིས་ཀ་འཇམ་པོ། ང་ཚོས་སར་བྱང་ཆུབ་སེམས་དཔའ་བཞུགས་ཡོད་ཁང་ལ། སར་བྱང་ཆུབ་སེམས་དཔའ་གཤིས་ཀ་ཡག་པོ་ཞེ་དྲགས་བྱང་ཆུབ་སེམས་དཔའ་ཟེར་ན་བོ་དྷི་ས་ཏུ་ཨ། ད་ང་ཚོས་སྡུག་ཅག་ག་ཚོད་བྱས་ན་ཡང་ཁོང་རླུང་ལངས་གི་མ་རེད་དུང་གི་མ་རེད། ཨོ་ད་ཁོང་གིས་སྔོན་མ་ང་ཚོ་ལ་དབྱིན་ཇིའི་ཀློག་དེབ་ཅིག་གི་ནང་ལ་ག་རེ་ཡོད་རེད་ཟེར་ན། ད་ང་དེ་སེལ་པོ་ཞེ་དྲགས་དྲན་གི་འདུག།

ཉིན་རེ་ཉིན་རེ་མི་ཚེའི་ནང་ལ་ཕན་ཐོགས་གང་ཡང་བྱུང་ཡོད་མ་རེད་ང་ཚོ་ཁ་ལག་བཟའ་བའི་སྐབས་ལ་ང་ཚོ་ཐལ་ལག་དང་དེ་འདྲའི་རྩེད་མོ་རྩེད་ཡང་ལག་པ་མ་བཀྲུས་ནས་ཁ་ལག་བཟའ་གི་ཡོད་རེད། བྱས་ཙང་དེ་ནང་བཞིན་ཁྱེད་རང་ཚོ་ལ་ཡང་ཡོང་གི་རེད། དཔེ་ཆའི་ནང་ལ་ག་རེ་གསུང་གི་ཡོད། ཁྱེད་རང་གི་ཉིན་རེ་ཉིན་རེའི་མི་ཚེ་ལ་སྣང་ཡ། དང་ཨ་ནི་དཔེ་ཆ་དཔེ་ཆའི་ནང་ལ་ག་རེ་བྱེད་དགོས་ཀྱི་ཡོད་མེད་གསུངས་པ་དེ་ཨ་ནི་ལྡོག་ཕྱོགས་ཆ་ནས Opposite དེ་འདྲས་ང་ཚོ་སྔོན་མ་བློ་འཛིན་བྱས་པར་ཁྱེད་རང་ཚོ་ཡང་ད་དེ་འདྲས་བློ་འཛིན་གནང་མཁན་མང་པོ་ཞེ་དྲག་འདུག་དོན་དག་མཁྱེན་ན་ཨ་ནི་དཔེར་ན་འདི་ཀློག་ནས་དོན་དག་ཆ་ཚང་མཁྱེན་ན།

ཨ་ནི་སྐུ་མདུན་གྱི་གསུང་གི་དུ་བ། འདབ་གཤོག་གཉིས་ལྡན་ཟེར་ནས་འདབ་གཤོག་གཉིས་ལྡན་ཟེར་ན། གཤོག་པ་གཉིས་ཡོད་པ་གཤོག་པ་གཉིས་ག་འདྲ་ཟེར་ན། ནང་པའི་ཆོས་ཀྱི་དོན་དག་འདི་ཡང་ཧ་གོ། དེང་དུས་ཀྱི་སློབ་སྦྱོང་དེ་ཡང་རག་ན་འདི་གཉིས་མཉམ་དུ་བྱུང་བ་ཡིན་ན་ཨ་ནི་མི་ཚད་དོན་དང་ལྡན་པ། ཕྱག་གི་རེ་སེམས་སྐུ་མདུན་གྱི་བཀའ་བསླབ་ཀྱི་ནང་ལ་ཡང་ནས་ཡང་དུ་གསུང་གི་འདུག་ག། ཡང་ནས་ཡང་དུ་གསུང་གི་འདུག་ག། འོང། དེ་འདྲ་ཞིག་རེད། ཨ། ག་བ་ལས་སོང་ད། ཨ། སློབ་ཕྲུག་རྣམས།

སློབ་ཕྲུག་རྣམས་སློབ་ཕྲུག་ཚོ། འདི་མང་ཚིག་ཡིན་པ་མཁྱེན་འགུག་ཡོད་རེད། རྣམས་ན་ས་ནས་ག་རེ་རེད་ད། ན་ས་ནས་འདི་བྱེས་སྒྲ་རེད། བྱེས་སྒྲ་ཟེར་ན། བྱེས་སྒྲ་ཟེར་ན་ད། བཀྲ་ཤིས་ཀྱིས་ལབ་བྱུང་སྐྱིད་འདི་བྱེས་སྒྲ་རེད། ད་ཡི་གེ་ནང་ལ་ན་ས་ནས་བྲིས་ཀྱི་ཡོད་རེད། སློབ་ཕྲུག་ཚ་ན་རོ་ཚོ། ས་ཚོད་སློབ་ཕྲུག་ཚོས་ཀྱང་ཤི་ཤ་ཧ་རུ་ལེ་པ་ནི། སློབ་ཕྲུག་ཚོས་ཀྱང།

ང་ཡང་དེའི་སྐབས་ཀྱི་སློབ་ཕྲུག་ཡིན། བསམ་གྱིས་མི་ཁྱབ་པའི་དགེ་རྒན། ཨ། ཁ་ཆེ་ངོ་མ་ངས་ཞུས་པ་ན་བཞིན་གསེར་གྱི་ཞུན་མར་ཁྱེར་ནས་བཙལ་ན་ཡང་རྙེད་ཀྱི་མ་རེད། སུན་ཀོ།

ཚིག་གྲུབ་དང་རིང་པོ་ཞེ་དྲག་ཏུ་གདའ། ཨ་ནེ་ཁ་ར་ས། ཕ་ར་ཏཱ་ཁྲ་ནཱ་ཐྲན། ཡང་བསྐྱར་ཏེ། ཕ་ར་ཏཱ་ཁྲ་ནཱ་ཐྲན་ཟེར་ན་ང་རེད་ཡང་བསྐྱར། ཐྲན་ཟེར་ན་ང་རེད། ཏཱ་ཡང། ང། ཚོ་ང་ཚོ་རེད། དེ་འདྲ་ཡིན་པ་སོང་ཙང། ཁྱེད་རང་ཚོ་གལ་སྲིད་འདི་མཁྱེན་གྱི་མེད་པ་ཡིན་ན། ཨ་ནི་དེབ་ཅིག་གི་ནང་ལ་བྷ་ར་ཏ་ཁྲ་ན་ཁྲེན་ཟེར་ན་ང་རེད་ཟེར་ཁྱེད་རང་ཚོས་བྲིས་གནང་དགོས་རེད། ད་བཞེངས་ཀྱི་ཡོད་པའི་སོ་ཁྲ་བོ་མེད་པའི་སོ་ཁྲ་བོ་གོ་ཚོད་ཀྱི་ཡོད་པའི་སོ་ཁྲ་བོ་མེད་པའི་སོ་ཁྲ་དེ་འདྲས་དེ་འདྲས་དེ་འདྲས་བྱས་བྱས་ཨ་མི་ཚེ་ཚོགས་པ་ཡིན་ན་ཨ་ནི་མི་ཚེ་སྟོང་ཟད། ཨ་ནི་སྤྱི་ཚོགས་ལ་ཕན་ཐོགས་ཡ་ཕར་བཞག་སོ་སོའི་རྐང་པའི་གང་ལ་ཡང་ལངས་མ་ཐུབ་པ་དེ་འདྲའི་ཆགས་པ་ཡིན་ན། ཨ་ནི་དཀའ་ལས་ཁག་པོ་ཡོང་གི་རེད། སློབ་གྲྭ་ལ་ཕེབས་ཀྱི་ཡོད་རེད་སློབ་གྲྭ་ལ་དེ་ཚོ་ཚིག་དེ་ཚོ་བྱང་ཡག་གི་ཆེད་དུ་ཕེབས་ཀྱི་ཡོད་རེད་བ་ཕ་ར་ད་ཁྲང་ན་ཁྲེན་སེ་ན་ང་རེད། ང་ཚོ།

ལ་དགའ་ས་ལགས་དང་གཅིག་པར་ཡིན་ན་ཡང་ཞེ་ས་མཐོ་བ་རེད། ཆོག། དགའ་ཁྱི་གུ་གི་ས་གི། དགའ་བོ་ས་ཀྱི་གུ་སི་མ་སིམ་ཆ་ཤ་ཁྲི་ཁྲུང་ང་ཆུང་ན་ང་ནང་སིམ་ཆུང་ཟེར་ན། རུམ། ཨོནར་ཕི་ཀོབ་རུམ་ཁང་མིག། ཁང་མིག་ཟེར་ན་རུམ། ཨ་ནི་སིམ་ཆུང་ཟེར་ན། ཨོནར་ཕིག་སིམ་ཆུང་ནང།

སྐྱབས་མགོན་ཆེན་པོ་ད་ཡེ་ཤེས་ནོར་བུའི་བཀའ་དྲིན་རེ་ཞུས་ན་འགྲིག་གི་འདུག་ཕྱོགས་ཀྱི་གཟིམ་གཞུང་རུམ་ནང། དགའ་བོ་དམག་གི་སྐུ་མི་དགའ་ས་མིག་དཔའ་བོ་ས་ལ་གསལ་དམིགས་གསལ Special Special ཁཱས Special དཔེར་ན། Specialty།

རྒན་ནོར་བུ་ཁྲི་འབའ་ལགས་ཀྱིས་གསུངས་པ་ནང་བཞིན་རི་དྭགས་དཔལ་མི་སྲིད་བསམ་གྱིས་མི་ཁྱབ་པས། ཉེ་རིང་ཆགས་སྡང་མ་གནང་མཁན། ལས་ཀ་འདི་ཡག་པོ་ཅིག་བྱས་ན་ཨ་ནི་ང་ལ་ང་མིང་ཡག་པོ་ཡོང་གི་རེད་སྐད་གྲགས་ཆེན་པོ་ཆགས་ཀྱི་རེད་བསམ་པའི་ཀུན་སློང་སྤུ་ཙམ་ཡང་མེད་པ། དེ་འདྲར་དེའི་སྐབས་ཀྱི་གནས་ཚུལ་ད་ད་ལྟའི་མི་དང། དེའི་སྐབས་ཀྱི་མི། ཀྱི་བར་ལ་འགྱུར་བ་ཆེན་པོ་བཞི་པོ་གཅིག། ཕྱིན་པ་ཚོར་གྱི་འདུག་ད་དེའི་སྐབས་ལ། དེ་འདྲའི། རང་དོན་སྒྲུབ་ཡག་གི་བསམ་བློ་སུ་ལ་ཡང་ཡོད་མ་རེད་ཕ་མ་ཚོ་ལ་ད་གར་ས་དགེ་རྒན་ཚོ་ལ་ཆ་བཞག་ན་སློབ་ཕྲུག་ཚོ་ལ་ཆ་བཞག་ནི་རེད་དམག་མི་ཟུར་པ། Ex Army། ཁོང་ཚོ་ལ་ཆ་བཞག་ནི། རང་བཙན་གྱི་དོན་དག་ལ་སྲོག་བློས་བཏང་གི་ཡིན་བསམ་པ་མ་གཏོགས། དམག་མི་ནང་ལ་འཛུལ་བ་ཡིན་ན་གླ་ཆ་ཡག་པོ་ཡོད་རེད་བསམ། དེ་འདྲའི་དྲན་མཁན་མི་གཅིག་ཀྱང་ཡོད་མ་རེད། ད་གླ་ཆ་ཡག་པོ་ཡོད་ཡང་ཡོད་མ་རེད་ལོ་གཅིག་ལ། དངུལ་བསགས་པ་ཡིན་ན་གཅིག་སྟོང་ལྔ་བརྒྱ། ལོ་གཅིག་ལ། དངུལ་རྩ་བ་ནས་འགྲོ་སོང་མ་བཏང་ནས་བསགས་པ་ཡིན་ན། ཨ་ནི་སྒོར་མོ་གཅིག་སྟོང་ལྔ་བརྒྱ་བསགས་ཐུབ་ཀྱི་ཡོད་རེད་བསམ། ཨ་ནི་ཁོང་ཚོ་གུང་སེང་ལ་ཡོང་གི་རེད་པ་གུང་སེང་གི་ནང་ལ་ཡོང་པའི་སྐབས་ལ

གཅིག་ཉེ་རིང་ཆགས་སྡང་བྱེད་མཁན་སོགས་འདྲ་པོ། ཨ་ནེ། རྒྱུ་ཡོད་མཁན་ལ་དཔེ་ལེགས་བཤད་མེད་མཁན་ལ་ཐུབ་ཚོད་བཏང་འདི་འདྲ་བྱེད་མཁན་སོགས་འདྲ་པོ་དཔལ་ཤུགས་ཆེན་པོ་ཐོང་གི་འདུག་ཨ། བྱས་ཙང་ད། སྤྱི་ཚོགས་ལ་འགྱུར་བ་ཆེན་པོ་ཞེ་དྲག་ཕྱིན་ཤག་ད་རྒན་ནོར་བུ་ཆོས་འཕེལ་ལགས། གི་སྐོར་ལ་ང། གསལ་པོ་ཞིབ་པོ་གཅིག་དྲན་གི་འདུག་ཨ། ད། ངས་ཁ་ཚིག་ངོ་མ་ལྟ་གང་རེད་ཞུས་པས་ཡིན་པ་ང་ཚོ། བུ་མོ་ཚོ་ཉལ་ས་འདི་སྟག་ཁང་རེད་སྟག་ཁང་དཔལ་ཆེན་པོ་ཅི་ཡོད་རེད། ཨ་ནི། འདིའི་ནང་ལ་ང་ཚོ་ལ་སྟག་ཁང་འདིའི་ནང་ལ་བོད་ཡིག་བསླབ་གནང་གི་ཡོད་རེད། རྒན་ནོར་བུ་ཆེན་པོ་ལ་དེའི་སྐབས་ལ་སྟོད་ཐུང་དཀར་པོ་དཀར་རྐྱང་ཅིག་ཆོས་ཞག He was wearing a very white shirt at that time། སྐྱོ་གདུང་དཀར་པོ་དཀར་རྐྱང་ཅིག་ཁྱོད་ཤ་ཨ་ནི་ཁོ་རང་ཚོས་བསླབ་པའི་སྐབས་ལ་ང་ཚོ་ལ་བྱང་ཤིང་ལ། བྱང་ཤིང་གང་ལ་བསླབ་གྲང་གི་རེད་ཨ་ནི་བྱང་ཤིང་གི་གང་ལ་ད། སྔོན་མ་ང་ཚོ་འདི Battery གི་ནང་ལོག་གི་ནག་པོ་དེ་དུག་ཡིན་པ་ཧ་གོ་གི་ཡོག་མར་ད། ཨ་ནི་ཤིང་ལེབ་ལེབ་འདི་གང་ལ། Battery ནང་གི་ནག་པོ་དེ་ཡར་བྱུག། བྱུག་ནས། ཨ་ནི་འདི་སྐམ་དགོས་རེད་སྐམ་ཚར་པའི་ཆད་ལ་ཨ་ནི།

ཐུབ་ཚོད་རེད་བ། ངས་བྱང་ཤིང་འདི་གི་ནག་པོ་དེ་རྒན་ལགས་ཀྱིས་དུས་བཟུང་དཀར་པོ་དཀར་རྐྱང་འདི་ལ་བྱུག། ཨ་ནི་དྲོད་ཆེན་པ་དྲན་གི་འདུག། དྲོད་ཆེ་དེ་ནི་ཡ་ཕྱིན་ཆད། ཐབ་ཚང་གི་རྐུབ་བཀྱག་གཅིག་གི་འོག་ལ་ཡིབ་དེ་བ་དཔེ་མི་སྲིད་སེར་པོ་དྲན་གི་འདུག། འོ་ད། དེ་འདྲས་བྱས་ན་ཡང་རྒན་ལགས་ཚོས། བཟོད་སྒོམ་གནང་གི་ཡོད་རེད། དེ་འདྲའི་སྐབས་ཀྱི་སྐལ་པ་བཟང་པོ་ཅིག་གི་ལོ་རྒྱུས་ད་ད་ལྟའི་སྐབས་ལ་བོད་པ་ཚོ་ད་བོད་ནས་ལྟོ་གོས་མ་བཏང་ནས་སླེབས་པའི་སོ་འདྲ་པོ་དངུལ་གཅིག་པོ་བྱེད་ལ་རྒྱུགས་གནང་གི་འདུག་ག་ཨ་ནི་ཅིག་སྤྱི་ཚོགས་ཀྱི་དོན་དག་ལ་ཕྱག་ལས་ཅིག་གནང་པ་ཡིན་ན་ཡང་འཁྲབ་སྟོན་སོ་འདྲ་པོ་ཕལ་ཆེ་བ་ཅིག་དེ་འདྲའི་འདྲ་པོ་ཅིག་ཁོག་སྟོང་སོ་འདྲ་པོ་ཅིག་ཆགས་བསྡད་བཞག་འགྱུར་བ་ཆེན་པོ་ཕྱིན་ཤ་ད། འདི་ངས་དེ་སྔོན་མའི་ལོ་རྒྱུས་ཞུས་པ་ཡིན། ད་དེ་ངས་དེ་དྲ་རྒྱའི་ནང་ལ་བོད་ཡིག་བསླབས་པ་ཡིན། ཨ་ནི་བོད་ཡིག་སྦྱང་གནང་མཁན་ཉུང་ཉུང་ཞེ་དྲག་རེད། ད་ཞབས་བྲོ་འདི་འདྲའི་འཁྲབ་ཁྱོག་འདི་འདྲ་བླུས་པ་ཡིན་ན་ལྟ་མཁན་ལྟས་མ་ང་ཡོད་རེད། དེ་ནས་འདི་འདྲའི་ཞལ་འདོན་འདི་འདྲའི་བྱས་པ་འདི་འདྲའི་བླུས་པ་ཡིན་ན་ཨ་ནི་ལྟ་མཁན་དཔེ་མི་སྲིད་མང་པོ་ཡོད་རེད། ད་འདི་ནང་ལ། ཞབས་བརྟན་བྱས་པས་སོ་དྲག་པོ་དེ་འདྲའི། སྟོན་པའི་གནས་ནི་དོ་སྣང་ཆེ་བ། དེ་ནས་ཞེས་ཞབས་བྲོ། དེ་ནས་བོད་ཡིག་བསླབ་པ་ཡིན་ན། ཨ་ནི་སློབ་སྦྱོང་གནང་མཁན་ཞེ་དྲག་ཡོད་མ་རེད་ཡིན་ནའང་ད་ངའི་ཀུན་སློང་འདི། བོད་མི་ཚོ་ལ། སོ་སོས་གང་ཐུབ་ཀྱིས། བོད་སྐད་ཡར་རྒྱས་གཏང་ཡག་ཡིན་པ་སོང་ཙང། ལྟ་མཁན་མང་པོ་ཡོད་ན་འདྲ་མེད་ན་འདྲ་མུ་མཐུད་ནས་བོད་ཡིག་འདི་འདྲས་ལབ་ཡག་ཡིན་ཨ་ནི། ལྷག་མ་འདི the remaining སང་ཉིན་ཁྱེད་རང་ཚོ་ལ་ངོ་སྤྲོད་ཞུ་གི་ཡིན་ཨ་ནི་དེ་རིང་གི་འཛིན་གྲྭ་དེ་མཚམས་བཞག་གི་ཡིན་ཨ་ནི་ནེ་པ་ལི།